སེང་གེ་རྣམས་སུ་སླར་ཡང་མཇལ་བ་ཀུན་ཁམས་བཟང། དེ་རིང་དཔེ་ཀློག་གི་ལེ་ཚན་འདིའི་ནང། འཇམ་མགོན་ས་སྐྱ་དཔེ་འདྲེ་དང་ཀུན་དགའ་རྒྱལ་མཚན་མཆོག་ནས་མཛད་གནང་བའི་ས་སྐྱ་ལེགས་བཤད་ཀྱི་རབ་བྱེད་དྲུག་པ། རང་བཞིན་གྱི་ཚུལ་བརྟག་པའི་རྩ་བ་དཔེ་ཀློག་གི་ལམ་ནས། ལྷན་རྒྱས་ཚོའི་རྣ་བའི་སྙན་ལམ་དུ་འབུལ་ལམ་ཞུ་རྒྱུ་ཡིན། རབ་བྱེད་དྲུག་པ། རང་བཞིན་གྱི་ཚུལ་བརྟག་པ། བདག་ཉིད་དཔོན་དུ་བསྐོས་གྱུར་ན། དེས་བྱ་བ་ཤེས་པ་དཀོན། གཞན་ལ་ལྟ་བའི་མིག་ཡོད་ཀྱང། རང་ཉིད་ལྟ་ན་མེ་ལོང་དགོས། ཤེས་རབ་ཕྱོགས་གཅིག་ལྡན་པས་ཀྱང། བྱ་བ་ཀུན་ལ་མཁས་པ་དཀའ། ཤིན་ཏུ་གསལ་བའི་མིག་གིས་ཀྱང། དགྲ་ལ་ཉན་པར་ནུས་མ་ཡིན། དྲང་པོར་སྨྲ་བ་སྐྱོན་བཅས་དང། འཁྱོག་མ་ཡོན་ཏན་ལྡན་པ་གཟིགས། ལམ་ཕྲག་འགའ་ཞིག་ནོར་འཇིགས་ལ། དུང་དཀར་གཡས་འཁྱིལ་བཀྲ་ཤིས་བྱེད། བསོད་ནམས་མེད་ན་ཡོན་ཏན་འགའ། ཡོན་ཏན་ཉིད་ཀྱིས་རང་ཉིད་འཇོམས། མུ་སྟེགས་འཛིན་པའི་གཉའ་ཕྱིས་རྣམས། མུ་སྟེགས་ཉིད་ཀྱི་སྲོག་དང་བྲལ། ཡོན་ཏན་ལྡན་ཡང་རྟེན་དྲགས་ན། ཕལ་ཆེར་སྐྱོ་བ་སྐྱེ་བ་སྲིད། བུར་བཞིན་ཤིན་ཏུ་ཞིམ་པ་ཡང། རྒྱུན་དུ་བསྟེན་ན་ཕལ་ཆེར་འདོར། རང་བཞིན་བཟང་པོ་རྣམས་ལའང། རྒྱུན་དུ་བཙལ་ན་གནོད་སེམས་སྐྱེ། ཙནྡན་བསིལ་བ་ཡིད་མོས་ཀྱིས། རྩུབ་པར་གྱུར་ན་འབར་བར་འགྱུར། རྒྱལ་པོ་ཤིན་ཏུ་མང་མོད་ཀྱི། ཆོས་བཞིན་སྐྱོང་བ་ཤིན་ཏུ་ཉུང། མཁའ་ལ་ལྷ་གནས་མང་ན་ཡང། འོད་གསལ་ཉི་ཟླ་ལྟ་བུ་མེད། གང་ཞིག་གནོད་པ་བྱེད་ནུས་པ། དེ་ཡིས་ཕན་པ་བྱེད་པར་ནུས། མགོ་བོ་གཅོད་པར་ནུས་པ་ཡིས། རྒྱལ་པོས་རྒྱལ་སྲིད་སྦྱིན་པར་ནུས། བློན་པོ་བློ་ལྡན་དྲང་པོ་ཡིས། རྗེ་དང་འབངས་ཀྱི་དོན་ཀུན་སྒྲུབ། ཟླ་གྲངས་མཁས་པས་འཕངས་གྱུར་ན། གང་ལ་བལྟས་པར་ཕོག་པ་ཡིན། རྒྱལ་པོ་ཉིད་ཀྱིས་མ་བརྩིས་ན། ཐམས་ཅད་མཁྱེན་པའང་བཀུར་མི་འགྱུར། སྲོག་གི་དབང་པོས་མ་བཟུང་བས། མི་རོ་བཟང་ཡང་སུ་ཞིག་ལེན། མང་པོ་གཅིག་ཏུ་བློ་མཐུན་ན། ཉམ་ཆུང་གིས་ཀྱང་དོན་ཆེན་སྒྲུབ། སྲོག་ཆགས་འཕྲོག་མའི་ཚོགས་བསྡུས་པས། སེང་གེའི་ཕྲུ་གུ་སྲས་ཀྱི་གྲགས། གཞུང་བཅས་རྩོལ་བ་དོར་བའི་མི། མཐུ་སྟོབས་ལྡན་ཡང་འགུལ་བར་འགྱུར། གླང་པོ་ཤིན་ཏུ་སྟོབས་ལྡན་ཡང། གླང་རྩི་ཆུང་ངུས་བྲན་ཞིག་གོལ། ང་རྒྱལ་རྩོལ་བ་ཆེར་བསྐྱེད་ན། ཆེན་པོ་རྣམས་ཀྱང་ཟིལ་གྱིས་ནོན། དུང་དཀར་བཞིན་དུ་ལུས་ཕྱུང་ཡང། ཆུ་སྲིན་ཆེན་པོའི་གཤེད་མ་ཡིན། ཆེན་པོས་ང་རྒྱལ་བྱམས་མི་དགོས། ངན་པས་ང་རྒྱལ་བྱས་ཅི་ཕན། རིན་ཆེན་ཚིག་གིས་བསྒྲག་མི་དགོས། འཆིང་བུ་བསྒྲགས་ཀྱང་སུ་ཞིག་སྨྱོ། བདག་ཉིད་ཆེན་པོའི་འབྱོར་པ་དག། རྐྱེན་ངན་ཕུན་ཚོགས་ཀུན་ལ་ཉེ། ཉི་མ་རྒྱུན་དུ་འོད་འབྱིན་ཏེ། ལྟ་བ་དམྱལ་བར་གྱུར་ནས་བྲི། རྐྱེན་ངན་གོ་འཕང་ལྟོས་དྲགས་ན། དེས་ཐ་མ་བརླག་པའི་རྒྱུ། སྒོ་ང་ཁ་ལ་འཕངས་གྱུར་ན། ཆགས་པ་གཉིས་ལས་གཞན་ཅི་འབྱུང། སྐྱེ་བོ་ཕལ་ཆེ་རང་ཉིད་དང། མཐུན་པའི་རིགས་ཀྱིས་གནོད་པ་བསྐྱེལ། ཉི་མའི་འོད་ཟེར་ཤར་བ་ན། འོད་ཟེར་གཞན་རྣམས་བརླག་པར་འགྱུར། ཕན་བྱེད་དགྲ་བོ་ཡིན་ཡང་བསྟེན། གཉེན་ཡང་གནོད་ན་སྤང་བར་བྱ། རྒྱ་མཚོའི་ནོར་བུ་རིན་གྱིས་སྙོགས། ཁོངས་པའི་ཟུག་རྔུ་སྨན་གྱིས་སྦྱིན། ནང་དུ་ཅུང་ཟད་འབྱོར་གྱུར་ན། ཕྱི་རུ་དྲེགས་པའི་རྣམ་འགྱུར་སྟོན། ཆུ་ཡིས་ཡོངས་སུ་གང་བའི་ཚེ། སྤྲིན་རྣམས་གཡོ་ཞིང། འབྲུག་སྒྲ་སྒྲོག། ཡོན་ཏན་ཀུན་ལྡན་དཀོན་པ་ལྟར། ཡོན་ཏན་ཅི་ཡང་མེད་པའང་དཀོན། སྐྱོན་དང་ཡོན་ཏན་འདྲེས་པ་ལས། ཡོན་ཏན་གཙོ་ཆེ་མཁས་པས་བསྟན། དང་པོ་ཉིད་ནས་དགྲ་བོ་དང། མཛའ་བོ་ཉིད་དུ་ངེས་པ་མེད། ཁ་ཟས་མ་ཞུ་དུག་ཏུ་འགྱུར། དུག་ཀྱང་ཤེས་ན་སྨན་དུ་འགྱུར། གང་ལ་ལས་མཐུན་ཡོད་དེ་སྦྱོར། ལས་ཀྱི་འདུ་འཕྲོ་མེད་དེ་བསྐུལ། ཁྱིམ་དུ་བཟུང་ཡང་མི་ཆགས་པས། ངང་པ་མཚོ་ལས་བསྐྲད་ཀྱང་འཁོར། མཁས་རྣམས་རིག་པ་ཡོན་གྱིས་རློབས། བླུན་པོ་རིག་པ་བསླབས་ཀྱང་སྤོངས། ཕལ་ཆེ་ན་བར་སྨན་ཟ་ཡང། ལ་ལ་གསོན་པོར་ལྕི་བ་ཡོད། རང་དབང་ཐམས་ཅད་བདེ་བ་སྟེ། གཞན་དབང་ཐམས་ཅད་སྡུག་བསྔལ་ཡིན། ཐུན་མོང་བ་ནི་རྩོད་གཞི་སྟེ། དམ་བཅས་པ་ནི་འཆིང་བའི་རྒྱུ། ནང་ན་ཡོན་ཏན་ཀུན་ལྡན་ཡང། ཆ་ལུགས་ངན་ན་ཀུན་གྱིས་བརྙས། ལྤགས་ཆུ་ཁད་ཀྱང་སྤུ་མེད་པའི། འདབ་ཆགས་ཀུན་གྱིས་སྤངས་ཞེས་གྲགས། གནས་མིན་ཧ་ཅང་དྲང་པོ་ཡང། རང་གཞན་གཉིས་ཀ་བརླག་པ་ཡོད། མདའ་ཡི་ཕ་རོལ་གསོད་པ། ཡང་ན་རང་ཉིད་ཆགས་པར་འགྱུར། ཆར་དང་ཆུ་བོ་རྒྱ་མཚོར་བབ། བློ་དང་རིག་པ་ཁྱེད་ལ་གོ། ནོར་དང་སྐྱེ་བོ་རྒྱལ་པོས་བསྡུས། གྲོ་བཞིན་བརླན་པར་ནགས་ཚལ་སྐྱེས། དབྱར་གྱི་ཆུ་མིག། རྩ་ཡི་མེ། སྤྲིན་པར་ཉི་མ་ཟླ་བ་མྱ། ལོ་ལྔའི་རིག་པ་ངན་དང་རྩ། རྒོད་རྩེ་བྱུང་བའི་ཉེས་པ་མེད། བླུན་པོ་སྨྲ་བ་ཉུང་ན་རྩེ། རྒྱལ་པོ་ལྐོག་ཏུ་འདུག་ན་རྩེ། སྒྱུ་མ་བརྒྱ་ལམ་མཐོང་ན་རྩེ། ནོར་ཆེན་བརྐོས་ན་རིན་ཐང་ཆེ། ཧ་ཅང་བྱམས་པ་ཆེ་དྲགས་ན། དེ་ཉིད་གོན་པའི་རྒྱུ་རུ་འགྱུར། འཇིག་རྟེན་རྩོད་པ་ཕལ་ཆེ་བ། འབྲེལ་བ་ཉིད་ལས་བྱུང་བ་མ། ཤིན་ཏུ་རྩོད་པ་ཆེན་པོ་ཡང། ལྷག་པར་མཛའ་བའི་རྒྱུ་སྲིད་དེ། རྩོད་པ་བྱུང་བའི་མཐའ་ཕལ་ཆེར། གདུང་བར་འགྱུར་བ་མང་བར་མཐོང། སེར་སྣ་ཅན་གྱི་ནོར་རྣམས་དང། ཕྲ་དོག་ཅན་གྱི་གྲོགས་པོ་དང། བློ་ངན་གྱིས་ནི་རིག་པ་རྣམས། ཡོད་ཀྱང་དགའ་བར་བསྐྱེད་མི་ནུས། བརྐམ་ཆགས་ཅན་ནི་ནོར་གྱིས་དགའ། ང་རྒྱལ་ཅན་ནི་བསྟོད་པས་མགུ། བླུན་པོ་རང་དང་མཐུན་པས་དགའ། དམ་པ་བདེན་པ་སྨྲ་བས་མགུ། སྐྱེ་བོ་ངན་པའི་ཡོན་ཏན་དང། དམའ་དཔོག་གཞན་པའི་རིགས་པ་དང། རྗེ་དཔོན་ངན་པའི་བཀའ་དྲིན་རྣམས། གཞན་ལ་ཕན་པའི་གོ་སྐབས་དཀའ། གང་ལ་ནོར་ཡོད་སྨྲ་བ་མཛེས། ནོར་མེད་སྨྲ་བ་བདེན་ཡང་སྤོང། མ་ལ་ཡ་ལས་བྱུང་གྱུར་ན། གདུང་ཐུམ་འཕེལ་ལའང་རིན་ཐང་ཆེ། མ་མང་ཉེས་པ་འཛིན་པའི་རྒྱུ། མི་སྨྲ་ཉེས་པ་སྤོང་བའི་གཞི། ངན་འཚོ་སྨྲ་བས་གཟེབ་ཏུ་ཚུད། འདབ་ཆགས་ལྐུགས་པ་བདེ་བར་རྒྱུ། མི་གང་དགྲ་ལ་གཡོ་མེད་པའི། རྣམ་པ་ཀུན་ཏུ་ཕན་བཏགས་ན། དགྲ་ཡང་དེ་ལ་གཡོ་མེད་པའི། འདུས་པ་དངོས་པོའི་ཆེ་བ་ཡི། སྟོབས་བྲལ་མི་ཡི་ཁྲོད་ཅི་ཕན། སྟོབས་ལྡན་དོན་ལ་ཁྲོ་གཅིག་དགོས། དེས་ན་བྱ་བ་སྒྲུབ་པ་ལ། ཁྲོ་བ་དོན་མེད་རང་ཚིག་ཡིན། སྦྱིན་པས་བསྡུས་ན་དགྲ་ཡང་བསྡུ། སྦྱིན་མེད་གཉིས་ཡང་རིང་དུ་སྤོང། ཕ་ཡི་འོ་མ་ཟས་པ་ན། བེའུ་ཟུང་ཡང་འཆོར་བར་འགྱུར། བྱ་བ་འགའ་ལ་མཁས་པ་ཡིས། གཞན་དག་ཤེས་པའི་ངེས་པ་མེད། ཆུ་ལས་འོ་མ་འབྱེད་ཤེས་པའི། ངང་པས་གཟུགས་བརྙན་ཟས་སུ་བསྒོམ། རྟག་ཏུ་བྱམས་པས་སྐྱོང་བ་ཡི། རྗེས་འོད་བྲན་གཡོག་མཉེས་པར་བརླག། པདྨའི་མཚོ་ལ་ངང་པ་དག། མ་འདུས་པ་ཡང་རང་ཉིད་དུ། ལོངས་སྤྱོད་ལྡན་པའི་སྤྱོད་པ་དང། ཁྱད་འཕགས་འགྱུར་ན་དུལ་བ་དང། ཆེན་པོས་སྨན་པ་ལེགས་སྐྱོང་བ། གསུམ་པོ་གཞན་སྡེ་རང་ལ་ཕན། བསོད་ནམས་ཤུགས་ཀྱིས་དོན་བསྒྲུབ་པ། ཉི་མའི་འོད་བཞིན་ལྟོས་པ་མེད། འབད་པའི་ཤུགས་ཀྱིས་དོན་བསྒྲུབ་པ། མར་མེའི་འོད་བཞིན་ཀུན་ལ་ལྟོས། ཆེན་པོ་རྣམས་ལ་རྟེན་བཅས་ན། དམན་པ་རྣམས་ཀྱང་ཆེན་པོ་ཐོབ། འཇུས་ཤིང་ཆེ་ལ་བརྟན་པ་ཡི། འཁྲི་ཤིང་རྩེ་མོར། ཕྱིན་ལ་འདོད། ཡོན་ཏན་ལྡན་ལ་སྐྱོན་ཡོད་ཀྱང། ཡོན་ཏན་དགའ་རྣམས་ཉེ་བར་བསྟེན། ཆར་གྱི་མཁར་ལ་གནོད་ན་ཡང། འཇིག་རྟེན་པ་རྣམས་དགའ་བ་སྐྱེ། ཡོན་ཏན་མེད་ན་ཆ་ལུགས་ཀྱིས། ཁྱེད་རྣམས་དགའ་བ་སྐྱེ་མི་ནུས། རྟ་མཆོག་འགྲོས་དང་མི་ལྡན་ན། ཤིན་ཏུ་བརླིང་ཡང་རིན་ཐང་ཆུང། ནོར་ལྡན་བློན་པོའི་ནང་ན་མང། དཔའ་བོ་གཅན་གཟན་ཁྲོད་ན་མོད། ལེགས་བཤད་མཁས་པའི་ཁྲོད་སྦྱིན་པའི། དམ་པ་འཇིག་རྟེན་འདི་ན་དཀོན། གང་དང་གང་ལ་དེ་ཡོད་པ། དེ་ཡིས་དེ་ཡི་གྲགས་པ་ཐོབ། མཁས་པའི་གྲགས་པ་མཁས་པ་དང། དཔའ་བོས་དཔའ་བོ་ཐོས་པ་བཞིན། ཆེན་པོ་རྣམས་ཀྱིས་ཆོས་བྱ་བ། དམན་པ་རྣམས་ཀྱིས་བརྙས་པར་འགྱུར། དབང་ཕྱུག་ཆེན་པོའི་སྤྱི་བོའི་རྒྱན། ཟླ་བ་ལྷ་མིན་ཟས་སུ་བྱེད། རེག་པ་གླེགས་བམ་ནང་ལུས་དང། མ་བསྒྲུབས་པ་ཡི་གསང་སྔགས་དང། བརྗེད་ངས་ཅན་གྱིས་བསླབས་པ་རྣམས། དགོས་པའི་ཚེ་ན་བསླུ་བ་མང། བློ་ལྡན་ནོར་གྱིས་འབྱོར་ན་ཡང། ལེ་ལོ་ཅན་ལ་མཐོན་པོ་དཀའ། རྣ་བ་ཐོག་མར་སྐྱེས་ན་ཡང། རྭ་རྩེ་མཐོ་བར་མ་མཐོང་ངམ། ཁྱི་ཕག་རྣམས་ལ་དྲི་ཞིམ་དང། དམུས་ལོང་བ་ལ་སྒྲོལ་མེ་དང། མ་ཞུ་བ་ལ་ཁ་ཟས་དང། བླུན་པོ་རྣམས་ལ། ཆོས་ཀྱི་སྐུ། ཡོན་ཏན་ཅན་དང་གསེར་བཟང་པོ། གཡོན་རྔུབ་པ་དང་རྟ་བཟང་པོ། སྨན་པ་མཁས་དང་རྒྱན་བཟང་པོ། གང་དུ་ཕྱིན་པ་དེ་རུ་བྲིན། བློ་དང་བརྩོན་འགྲུས་ཡོད་གྱུར་པ། དེ་ཡིས་འགྲུབ་པར་མི་ནུས་གང། དགྲ་ངན་དཔུང་ཚོགས་བཅུ་གཉིས་པོ། སྐྱ་སེང་བུ་ཡིས་ཆོམས་ཤིག་དུས། ཕལ་ཆེར་བུ་བཙའི་སྤྱོད་པ་ནི། རིགས་རྒྱུད་སྔ་མའི་རྗེས་སུ་འབྲང། ཁུ་བྱུག་ཕྲུ་གུ་བྱིའུ་ཁྲ་རུ། འགྲོ་བ་བརྒྱ་ལམ་སྲིད་པ་ཙམ། རི་དང་ཆུ་བོ་གླང་པོ་རྟ། ཤིང་དང་འོད་ཟེར་ནོར་བུ་རྡོ། སྐྱེས་པ་བུད་མེད་རིགས་གཅིག་ཀྱང། མཆོག་དང་སྨན་པའི་ཁྱད་པར་ཡོད། བསོད་ནམས་ལྡན་པས་ཚིག་ཙམ་ཡང། ཉམ་ཆུང་རྣམས་ཀྱིས་བཟོད་པར་དཀའ། གོ་འདྲའི་རྒྱལ་པོའི་ཚིག་ཙམ་གྱིས། རྒྱ་མཚོའི་རྒྱལ་པོ་བཅིངས་ཞེས་གྲགས། བྱ་བ་འབད་ནས་ཀུན་བསྒྲུབས་ཀྱང། སྒྲུབ་པ་བསོད་ནམས་ཤུགས་ལ་རག། ཚོང་པས་རྒྱ་མཚོར་མ་བརྙེས་པས། ནོར་བུ་རྒྱལ་པོའི་མཛོད་ན་སྤྱོད། བློན་པོའི་བྱམས་སྡང་སྟག་གི་མཁོ། འབྲིང་པོའི་བྱམས་སྡང་ལོག་པར་སྟོན། ཁྱི་རྒན་འཛུམ་ན་སྨུག་སྟག་སྟེ། གཤིན་རྗེ་འཛུམ་ན་གསོད་པའི་སྟག། ནོར་གྱི་མཆོག་ནི་སྦྱིན་པ་སྟེ། བདེ་བའི་མཆོག་ནི་སེམས་བསྐྱེད་པ། རྒྱན་གྱི་མཆོག་ནི་ཐོས་པ་སྟེ། གྲོགས་པོའི་མཆོག་ནི་མི་བསླུ་བའོ། ནོར་གྱིས་མ་བཏུམས་སུ་ཞིག་ཡོད། རྟག་ཏུ་བདེ་བར་བདས་པ་སུ། བདེ་དང་སྡུག་བསྔལ་ཐམས་ཅད་ཀྱང། དབྱར་དགུན་བཞིན་དུ་བརྗེ་བར་འགྱུར། ཉམ་ཆུང་རྣམས་ཀྱི་ཆེན་པོའི་མིང། བཟུང་བ་ཙམ་ལ་གཞན་གྱིས་བཟུང། སེར་མོའི་ཕྲེང་བས་མིང་བཟུང་བས། ལོག་འདྲེན་ཕལ་གྱིས་བསྲུང་བར་བཤད། སེམས་ཅན་གང་དང་གང་འབྲེལ་བ། བྱ་བ་སྔོན་གྱི་ལས་ཀྱི་བྱེད། བྱ་རྒོད་འཆི་བ་ཁུར་བ་དང། བསམ་གྱི་འུག་པ་ཆོས་ལ་ལྟོས། ལོངས་སྤྱོད་གསོག་པར་འདོད་རྣམས་ཀྱི། ཕེག་ན་གཏོང་བ་སྲུང་བའི་མཆོག། ཆུ་སྦྱིན་འཛིན་དུ་འདུག་འདོད་ན། འདྲིས་པ་ཞགས་པས་འཛིན་གྱིས་གསོད། ལེགས་པར་བཤད་པ་རིན་པོ་ཆེའི་གཏེར་ལས་རང་བཞིན་གྱི་ཚུལ་བརྟགས་པ་སྟེ།